སྐར་མ་པ་གཉིས་མཐུན་པོ་གནང་རོགས་གནང། མཐུན་པོ་གནང་པའི་ཐོག་དེ་ནས་འཛམ་གླིང། ཨ་ནི་འཛམ་བུ་གླིང་ལ་སྐར་མ་པའི་འགྲོ་དོན་ཁྲིད། ངོ་མ་ག་རེ་ཡིན་པ་དེ་རིན་པོ་ཆེ་ལ་གཅིག་སྙན་སང་ཅིག་ཞུས་བཞག་ན་བསམ་དེ་དྲན་སོང། ད་སྤྱི་བཏང་གི། ད་ཞྭ་དམར་རིན་པོ་ཆེ་སྐུ་གོང་མ་དེ་ཚོ་ད། རྒྱལ་བ་ཐའི་རྡོ་རྗེ་དང་རྒྱལ་བ་ཨོ་རྒྱན་འཕྲིན་ལས་རྡོ་རྗེ་ལྷན་གཉིས་ཀྱིས་གསལ་བསྒྲགས་ཀྱི་ནང་དུ་ཐུན་མོང་ལ་བཀོད་གནང་གསལ་ལ། སྐར་མ་སྐམ་ཚང་ནང་ཁྱོན་དུམ་བུ་གཉིས་སུ་གྱེས། ད་ལྟ་ཡིན་ན་ཇག་དམར་ཁོང་ཚོའི་དགོངས་པ་རྫོགས་ཚར་རེད། ད་དེའི་ཡང་སྲིད་སྐོར་ལ་ཡང་ཡིན་པས་ན་དངོས་གནས་བྲིས་ན་རྙོག་དྲ་མེད་པ་ཞིག་དགོས་ཨ་རེ་ཞེས་པ་ཅི་གལ་ཆེན་པོ་རེད། མ་གཏོགས་པའི་ཨ་ནི་ཡང་བསྐྱར་ཅིག། ལྟར། ཀུན་གཟིགས་ཞྭ་དམར་རིན་པོ་ཆེ་གིས་ཡང་སྲིད་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཟེར་ཡག་ཅིག་ཐུགས་སྤེལ་བ་ཡིན་པ་རེད། ད་དེ་ཡང་གཙོ་བོ་ང་རེད་ཨ་ནི་ད་ཡེ་རྡོ་རྗེ། སྐམ་ཚང་གིས་ང་རང་ཚོ་བསྟན་པ་གཅིག་པ་རེད། བླ་མ། གཅིག་པ་རེད། བཞག་ཡ་ཁ་ཐུབ་གཅིག་པ་རེད་འདི་འདྲ་ཅིག་ཡིན་གི་ཡིན་གི་ལ་ང་རང་ཚོ་ཆུང་འཛིན་བྱས་བསྡད་པ་ཡིན་ན་ང་རང་སོ་སོ་ལ་བདེན་པ།
ཀ་མ་པ་གཉིས་མཐུན་པོ་གནང་རོགས་གནང་མཐུན་པོ་གནང་པའི་ཐོག་དེ་ནས་འཛམ་གླིང། ཨ་ནི་འཛམ་བུ་གླིང་ལ་ཀ་མ་པའི་འགྲོ་དོན་འཕྲིན་ལན་ག་འདྲས་ཡོད་པ་དེ་སྐྱོང་རོགས་གནང་ངས་རིན་པོ་ཆེ་ལ་ཞུ་རྒྱུ་བྱུང། དེ་དུས་རིན་པོ་ཆེ་ཁོ་རང་གིས་ད་ང་ཚོ་ནང་ནས་བློ་གྲོས་ཆེ་གི་ཡིན་ཞེས་བཀའ་གནང།
རྒྱལ་བ་མཐའ་ཡས་རྡོ་རྗེ་དང་རྒྱལ་བ་ཨོ་རྒྱན་འཕྲིན་ལས་རྡོ་རྗེ་ལྷན་གཉིས་ཀྱིས་གསལ་བསྒྲགས་ཀྱི་ནང་དུ་ཐུན་མོང་ལ་བཀོད་གནང་གསལ་ལ། ཀརྨ་སྐམ་ཚང་ནང་ཁུལ་དུམ་བུ་གཉིས་སུ་གྱེས་པའི་ཡིག་རྒྱུའི་གནས་ཚུལ་རྣམས་ཇི་ལྟར་སེལ་ཐབས་ཀྱི་སྐོར་ལ་བཀའ་མོལ་ལྷུག་པོ་གནང་ཡོད་པ་དང། བསྟན་པ་གཅིག་གྱུར་ཡོང་བའི་སླད་དུ་རིན་པོ་ཆེ་རྣམ་གཉིས་ལ་ཐུགས་འགན་ཡོད་པར་ངོས་འཛིན་གནང་སྟེ་ཐབས་ཤེས་ཡོད་རྒུ་རྩ་སྤྲུགས་གནང་དགོས་པ་ཞིག་ལ་གཟིགས་པ་དང། འདི་ནི་སྒྲུབ་བརྒྱུད་ཀརྨ་ཀམ་ཚང་གི་མ་འོངས་པའི་གནད་དོན་གལ་ཆེན་ཞིག་དང་བསྟན་པ་སྤྱི་དང་འགྲོ་བ་ཡོངས་ཀྱི་ཕན་བདེ་དང་འབྲེལ་བ་ཞིག་ཡིན་པས་བསྟན་པ་སྲ་བརྟན་དང་དར་རྒྱས་ཡོང་ཐབས་སུ་རིན་པོ་ཆེ་རྣམ་པ་གཉིས་ཀྱིས་འདི་ལྟར་མཛད་པའི་སྐབས་འདིར་ཀརྨ་བཀའ་བརྒྱུད་པར་གཏོགས་པ་ཡོངས་ནས་ལྷག་བསམ་གྱི་རྒྱབ་རྟེན་དང་དཔུང་གྲོགས་ཞུ་བ་སྐུལ་མ་གནང་འདུག། ཤེས་རབ་དང་སྙིང་རྗེ་ཟུང་དུ་འཇུག་པའི་བསྟན་པ་རིན་པོ་ཆེ་ནང་མཐུན་པོ་ཡོང་རྒྱུ་ནི་ང་ཚོ་ཐུན་མོང་གི་ལས་འགན་ཞིག་ཡིན་པ་གོར་མ་ཆགས་སོ་ཞེས་བཀའ་གནང་སྟེ། རིན་པོ་ཆེ་རྣམ་པ་གཉིས་ཀྱིས་མཚན་རྟགས་བསྐྱོན་འདུག།
ད་ཡང་ང་ཚོ་ཕྱོགས་ནས་བཟོ་མ་རེད་ད་ང་ཚོ་མི་འདི་འདྲས་ཀྱི་ཅིག་སྐད་ཆ་ཐུགས་རེ་ཞག་འདྲི་ཡོད་མ་རེད་ཟེར་ཡང་འདི་འདྲས་ཀྱི་གནས་ཚུལ་བཤད་ཉན་མང་པོ་བྱུང་ངས་ཁྲི་ལ་བསྡད་མཁན་དེ་ཚོའི་ཀྱིས་ཤུགས་ཆེན་པོ་བཤད་སོང་ཡིན་ནས་ཁྱད་པར་མི་འདུག་ད་ང་རང་ངོས་ནས་ཅིག།

ཉེ་བའི་ལོ་བཅུ་གྲངས་ཀྱི་རིང་ལ་ཡང་གནས་ཚུལ་འདྲ་མིན་མང་པོ་བྱུང་བས་ཡིན་དུས་ས་འདིའི་རྒྱུན་ས་དེ་ནི་ང་ང་ཚོ་ནང་ལོགས་ལས་ཨ་ནེ་ཞྭ་དམར་རིན་པོ་ཆེའི་ཞབས་བརྟན་འདོད་མི་འདོད་ཡང་འདྲ་བོ་དང། ཨ་ནེ་དྭགས་ན་ཕྱིན་གྱི་ང་ང་ཚོའི་རྒྱུད་པའི་གསོལ་འདེབས་ནང་ལོགས་ལ་ཞྭ་དམར་རིན་པོ་ཆེ་གི་མཚན་ཡོད་པ་འདི་ཚོ་མ་སྟོན་གོ་རེ་ཟེར་མཁན་དེ་འདྲའི་དེ་འདྲའི་བཤེས་གཉེན་དེ་འདྲའི་མང་པོ་བྱུང་བ་རེད། ད་དེ་གི་དེ་ཨ་ནེ་དྲ་གནས་ཀྱི་དགའ་ཕྱོགས་རེད། གནད་འགག་མ་མཐོང་པར་ཅི་རེད་བསམ་དྲན་འདུག། ག་རེ་ཟེར་ན་ད་ཞྭ་དམར་བོ་མི་ཤི་ཟེར་ཨ་རེད་ད་ད་ཞྭ་དམར་བོ་མི་ཤི་སྐུ་མགྲོན་བཅུ་བཞི་པ་ཞུགས་མར་བས་ད་མི་ཕམ་ཆོས་རྒྱུད་ལོ་རེ་ཁོང་གཅིག་པོ་མ་རེད་ཞྭ་དམར་བོ་མི་ཤི་ཟེར་ཨ་དེ་སྐར་མ་སྐར་མཚམས་ཀྱི་དུས་འགྱུར་གྱི་གྲལ་རེ་ཞུགས་པས་ད་བརྒྱུད་པ་ཅིག་ཆགས་བསྡད་ཡོང་བ་རེད། སྟོང་ལྡན་གྲགས་པ་སེང་གེ་ནས་བཟུང་སྟེ་ད་ད་ལྟ་བར་དུ་ཕེབས་བསྡད་པའི་བརྒྱུད་པ་ཅིག་ཆགས་བསྡད་ཡོང་བ་རེད་དེ་མི་གཅིག་གི་མིང་མ་རེད། མི་གཅིག་མ་རེད། དེ་འདྲ་ཡིན་དུས་བསམ་ན།

ད་དེའི་ཡང་སྲིད་ཀྱི་སྐོར་ལ་ཡང་ཡིན་པས་ན་དངོས་གནས་དྲིས་ན་རྙོག་དྲ་མེད་པ་ཞིག་གོ་དེ་ཞིབ་པ་ཆེ་གལ་ཆེན་པོ་རེད། མ་རྟོགས་པས་ཨ་ནི་ཡང་བསྐྱར་གཅིག་པའི་རྙོག་དྲ་གཅིག་ཡང་སྲིད་གཉིས་བྱུང་པ་རེད་ཟེར་རོགས་དེ་འདྲའི་གི་གནས་ཚུལ་ཆགས་པ་ཡིན་པས་ན། ད་ཀམ་ཚང་བསྟན་པ་སྤྱི་ལ་གནོད་དེ་ཨ་ཅེ་དང་མ་འོངས་པ་ལ་གཅིག་ཀམ་ཚང་ཟེར་ཨ་དེ་པའི་ཕྱོགས་གཉིས་འདྲ་པོ་ཅིག་ཆགས་ཆེ། དེ་འདྲའི་གཅིག་གི་ཐོག་ནས་ད་ཕན་ཚུན་གཅིག་གི་གཅིག་ལ་པ་དགྲ་བདག་དང་ཡང་རོ་གཅིག་དེ་འདྲའི་བྱུང་པ་ཡིན་ན་ཡག་པོ་ཙང་ཡོད། ད་ང་རང་གི་དེ་འདྲའི། གཉིས། བསམ་པའི་གདིང་ནི་ད་ང་རང་ཚོ་ཚང་མ་མཐུན་སྒྲིལ་བྱུང་ན་བསམ་དྲན་གྱི་འདུག་དྲན་པ་ནང་བཞིན་གཅིག་གིས་ག་ལ་གང་ཚོད་འབད་བརྩོན་བྱས་པ་རེད་ཡིན་ནའི་ད་ང་མི་གཅིག་གིས་བྱེད་ཐུབ་ཡག་གི་མི་འདུག་ག་དེ་ཕྱོགས་གཉིས་ཀ་ལོག་ནས་གཅིག་གུ་ཡངས་གནང་དགོས་ཡག་གི་ཞིག་དང། དགོངས་པ་བཞེས་དགོས་ཡག་དེ་ཞི་བ་གཅིག་གལ་ཆེན་པོ་རེད་བསམ་དྲན་གྱི་འདུག་མ་གཏོགས་པའི་གཅིག་གིས་གཅིག་ལ་དཔེ་ག་དུས་ཡིན་ནའི་གཅིག་གིས་ཚིག་ངན་པ་ལབ་རེས་བྱས་ཡག་རེད་བོ་དང་གཅིག་གིས་གཅིག་ལ་སྐྱོན་སྐྱོན་བཏོན་རེས་བྱས་ཡག་རེད་བོ་དེ་འདྲས་བྱས་བྱས་མུ་མཐུད་ནས་བསྡད་པ་ཡིན་ན། ཡག་པོ་བྱེད་རེད་བསམ་དྲན་གྱི་མི་འདུག་དེ་རིང་ཡུལ་ས་འདིའི་རྒྱུ་མཚན་བལྟས་ནས་གང་ལྟར་ཅིག་པའི་ཀམ་ཚང་གིས་ང་རང་ཚོ་བསྟན་པ་གཅིག་པ་རེད་བླ་མ་གཅིག་པ་རེད་གཞའ་ཡི་ཁ་ཐོབ་གཅིག་པ་རེད་དེ་འདྲ་ཅིག་ཡིན་གི་ཡིན་གི་ལ་ང་རང་ཚོ་ཆུང་འཛིན་བྱས་བསྡད་པ་ཡིན་ན་གང་ལྟར་སོ་སོ་ལ་བདེན་པ་ག་ཚད་ཅིག་ཡོད་པ་ཡིན་ན་ཡང་གང་ལྟར་དེ་འདྲ་ཅིག་རང་བཞིན་གྱི་པའི་ཆུང་འཛིན་ཆེན་པོ་བྱས་ནས་རང་རྒྱལ་རྒྱལ་ཕམ་གྱི་ལྟ་བ་ཁུར། ཕྱིན་ཆད་ལ་ཡང། ནོར་འཁྲུལ་གྱིས་མ་རྟོགས་ཅིག་གི། རང་ཅག་རྣམས་ཀྱི། འདྲེན་མཆོག་མཚུངས་ལྟ་མ་མཆིས་པ། བྱམས་མགོན་རྡོ་རྗེ་འཆང་ཆེན་པོའི་ཞབས་ཀྱི་པདྨ་ལ། ཞུས་པས་ཕྱག་འཚལ་བ་སྔོན་དུ་བཏང་སྟེ། ད་རེས་ཀྱང། རིན་པོ་ཆེའི། སྐུ་ཡི་འཕྲོད་བཞེས་བཟང་པོའི་ངང་ནས། བསྟན་པ་དང་འགྲོ་བའི་དོན་རླབས་པོ་ཆེ་བསྐྱངས་དང་སྐྱོང་བཞིན་པ། ཟླ་དེ་འདྲའི་གནས་ཚུལ་བཟང་པོ། འཁོར་བ་ལ་བརྟེན་ནས་སེམས་ལ་དགའ་བ་དང་སྤྲོ་བ། བསམ་གྱིས་མི་ཁྱབ་པ་དེ་འདྲ་ཡོང་སྡད་ཀྱི་འདུག་ད་དེ་རིང་ངས་རྒྱལ་རིན་པོ་ཆེ་གི་ད་དུས་ཚོད་རེ་ཏོག་ཙེ་ཅིག་གང་ཞུ་རེ་ད་ཞུས་བྱས་ནས་ཞུ་དགའ་གནད་དོན་གཅིག་དེ་ག་རེད་ཟེར་ན་ཨ་ནི་ཉེ་ཆར་ཀུན་གཟིགས་ཞྭ་དམར་རིན་པོ་ཆེ་གི་ཡང་སྲིད་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཟེར་ཡང་ཅིག་ཐུགས་སུ་འབེབས་ཡིན་པ་རེད།

ད་ཡིན་ན་ཡང་ད་རིན་པོ་ཆེ་དེ་ཅི་ནས་ད་ང་ཚོར། ང་ཚོ་ཀརྨ་ཀམ་ཚང་འགྲོ་རྒྱུའི་ཀརྨ་ཀམ་ཚང་གི་ད་ལྟ་ཞལ་བཞུགས་བསྡད་པའི་གི་ནང་ལོགས་ན་ད་ཅིག་ང་ཚོ། ཅིག། རྒྱལ་དབང་བཅུ་དྲུག་རང་བྱུང་རིག་པའི་རྡོ་རྗེ་གི་ཐུགས་ཀྱི་སྲས། ད་རིན་པོ་ཆེ་དང་དེ་རྒྱལ་ཚབ་རིན་པོ་ཆེ་རྣམ་པ་གཉིས་ད་མ་གཏོགས་བཞུགས་ཡོད་མ་རེད་དེ་ལས་ཡིན་དུས་སང་ལ་ཀརྨ་ཀམ་ཚང་གི་ད་བདེན་པའི་སྲོག་ཤིང་ཟེར་ན་ཡང་འདྲ། ད་ཅིག། ཀྱི། བསྟན་པའི་བདག་པོར་ཟེར་ན་ཡང་འདྲ་བདག་ཁྱེད་རྣམ་པ་གཉིས་རེ་བ་ཆགས་དེ་ཡོད་རེད། དེ་འདྲའི་ཡིན་དུས་སུ་རྣམ་པ་གཉིས་ལ། ངེད་ཀྱིས། ཅིག་ད་ལྟ། ད་ཅིག་བསྟན་པ་དང་བསྟན་འགྲོའི་དོན། བྱེད་ཀྱི་ཡོད་མདོག་མདོག་བྱས་རྗེས་ད་དེ་འདྲ་གི་ཅིག། བྱས་ཤིག་ཟེར་ན་འདྲ་འདུག་ལས་དོན་དེ་ཚོ། སྙན་བསངས་ཞུ་དགོས་ཨ་དེ་གལ་ཆེན་པོ་རེད་བསམ་དྲན་གྱི་ཡོད། དེ་འདྲ་ཡིན་དུས་ས་ནས། ང་རང་གི་དམིགས་ཡུལའམ་ང་རང་གི་བསམ་ཚུལ་ངོ་མ་ག་རེ་ཡིན་པ་དེ་རིན་པོ་ཆེ་ལ་གཅིག་སྙན་གསང་ཅིག་ཞུས་བཞག་ན་བསམ་དེ་དྲན་སོང། ད་བྱེད་སྟངས་ཀྱི་ད་ཞྭ་དམར་རིན་པོ་ཆེ་སྐུ་གོང་མ་དེ་ཚོ་ད་གལ་ཆེ་ཆུང་ག་འདྲ་ཡིན་པ་དང། དེ་ནས་དེ་ཚོའི་ཀྱི་མཛད་པ་རྣམ་ཐར་ག་འདྲ་ཡིན་པ་དེ། རིན་པོ་ཆེ་ལ་ཞུ་མ་གོ་བ་བྱས་རིན་པོ་ཆེ་མཁྱེན་བྱས་པ་རེ་རེད། ད་དེ་ནས་ཞྭ་དམར་བཅུ་པ་ཆོས་གྲུབ་རྒྱ་མཚོ། ད་ཞྭ་དམར་བཅུ་པ་ཆོས་གྲུབ་རྒྱ་མཚོ་དེ་དེ་ནས། སྐབས་དེ་དུས་སང་ནས་ད་ཞྭ་དམར་དགུ་པའི་ཡང་སྲིད་དེ། གཉིས་འདྲ་བ་བྱུང་བྱས་གཅིག་སྡེ་བ་བཀྲ་ཤིས་བརྩེ་བའི་ཞྭ་དམར་གཅིག་དེ་རྣམ་གླིང་ཞྭ་དམར་བྱས་བྱས། དུ་བྱུང་ཡིན་པ་རེད། དེ་ནས་སྡེ་བ་བཀྲ་ཤིས་བརྩེ་བའི་ཞྭ་དམར་དེ་གཙོ་བོ་དེ་སི་ཏུ་པན་ཆེན་གྱིས། ད་ངོས་འཛིན་གནང་པ་ཟེར་ནས་རང་དུ་རྒྱབ་སྐྱོར་གནང་པ་རེད། དེ་འདྲ་ཆགས་ཀྱི་ཡོད་རེད། ད་དེ་ཕྱིས་སུ་དེ་ནི། ཞྭ་དམར་བཅུ་བར་ཕྱག་བྱས་ནས་ཞྭ་དམར་བཅུ་བ་ཆུ་སྒྲུབ་རྒྱ་མཚོ་དེ་ཐོག་སྲིད་ཞི་མཆོག་ཡིན་པ་རེད། དེ་འདྲའི་ཡིན་དུས་ས་ནས་ད་ཞྭ་དམར་བཅུ་བ་ཆུ་སྒྲུབ་རྒྱ་མཚོ་དེ་དེ་ལ་ཨ་ན་སི་ཏུ་པན་ཆེན་འདི་པའི་སྐུ་རིན་ཆེན་པོ་གཅིག་ཆགས་འདི་ཡོག་རེད། ངོས་འཛིན་གནང་རྒྱབ་སྐྱོར་གནང་ཁྲི་ལ་བཀོད། ད་ག་འདར་ཐོག་མཐའ་བར་གསུམ་དུ་ནི་སི་ཏུ་པན་ཆེན་གྱི་ཞལ་སྐུ་དཔེ་མི་སྲིད་པའི་སྐུ་ལས་མང་པོ་བསྐྱོན་ཡོག་རེད་དེ་རིན་པོ་ཆེ་གི་དགོངས་དགོངས་པར་བྱེད་རེད། ད་ཡིན་ན་ཡང་གཅིག་བསྟན་འགྲོའི་བར་ཆད་ཀྱི་དབང་གིས།

དེ་ནས་བྱ་དམར་གྱི་ཡང་སྲིད་མུ་མཐུད་ངོས་འཛིན་ཞུ་མི་ཆོག་པ་ཁྲི་སྲོལ་ཞུ་མི་ཆོག་པ། ད་དེ་འདྲ་ཅིག་བཀའ་ཕབ་པ་རེད། བཀའ་ཕབ་ཡོད་འདུན་བསམ་ནས་ཨ་ན་བཀའ་ཕབ་པ་ཙམ་དུ་མ་ཟད་པའི་བྱ་དམར་གྱི་གདན་སའི་ཡང་ཅན་དགོན་པ་ཡང་དགེ་ལུགས་ལས་བསྒྱུར་བྱས་ནས་ད་དེ་འདྲས་ཀྱི་གར་ཤོར་བས་ཅིག་བཀའ་མ་བཀའ་ཚང་ལ་ད་སྤྱིར་ནས་ཅིག་ཆུ་ཡིན་སྐྱུར་པ་ཆུ་ཡིན་ཐོག་ཅིག་སྐབས་ལ་ད་ཉམས་ཆག་ཆེན་པོ་བྱུང། དེ་འདྲས་བྱས་པའི་སྒང་ད་ད་དུང་བྱ་དམར་བཅུ་པའི་སྐབས་ལ་ཡང་ཡང་བསྐྱར་དེ་ནས་ད་ཅིག་གར་ཤོར་ཡང། སྐམ་ཚང་ལ་ཡང་སྒེར་གྱི་དགའ་ཞུར་གནོན་ཤུགས་ཆེན་པོ་ཞིག་འཕྲད། དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་རེད་བསམ་དྲན་གྱི་འདུག་ད། དེ་ནས་བཟུང་སྟེ་ད། ལོ་བརྒྱ་དང་བདུན་ཅུ་ལྷག་ཙམ་ཅིག་གི་རིང་ལ་ཡང། དེ་རིང་ཞྭ་དམར་གྱི་ཡང་སྲིད་ངོས་འཛིན་ཞུ་མ་ཆོག་པ། ཁྲི་སྲོལ་ཞུ་མ་ཆོག་པ། གནས་སྟངས་འདྲ་པོ་དེ་རང་འཇགས་འགྲོ་བཞིན་གནས་དེ་ཡོད་རེད། སྤྱི་བཏང་ཞྭ་དམར་གྱི་ཡང་སྲིད་རེད་རེད་ཟེར་ཡ་རབས་དེ་འདྲའི།

དེ་ནས་རྒྱལ་དབང་བཅུ་དྲུག་པ་རྒྱ་གར་ལ་ཡང་ཚུད་ཕེབས། ཕེབས་པའི་རྗེས་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་ཆོག་མཆན་རེ་བ་ཞུས་བྱས་ནས་ཞུས་གནང་བྱས་ནས། ད་ཞྭ་དམར་གྱི་ཡང་སྲིད་དེ་སླར་ཡང་ངོས་འཛིན་ཞུ་ཆོག་པ་ཅིག་དེ་འདྲ་ཅིག་ཆོག་མཆན་ཞུས་གནང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནས་ཡང་དེ་ལ་ཡང་དེ་གར་ཞུ་བ་དང་བྱས་ན་འགྲིག་གི་རེད་ཟེར་ཡང་དེ་འདྲ་གི་བཀའ་བཟང་པོ་ཐོབ། དེ་འདྲ་བྱས་པ་དེ་ལ་བརྟེན་ནས་རྒྱལ་དབང་བཅུ་དྲུག་པ་ཆེན་པོས་ཀྱིས་ད་ལོ་ངོ་བརྒྱ་དང་བདུན་ཅུ་ལྷག་ཙམ་ཞིག་གི་རིང་ལ་ཡང་ངོས་འཛིན་བྱས་མ་ཐུབ་པ། ད་ཅིག་ཀ་མ་ཀམ་ཚང་གི་ནང་ལོགས་ལ་ཅིག་ལོ་རྒྱུས་ཀྱི་ཐོག་ལ་ཡར་ཏོག་སུ་ཅིག་ཕམ་ཁ་ཟེར་ནའང་འདྲ་འདུག་ཡང་ན་ཅིག་ང་རང་ཚོ་ལ་ཅིག་མ་ཉེས་ཁ་ཡོག་འདྲ་པོ་ཅིག་ཕོག་བྱས་ནས་ད་ཞམ་ར་གི་ཡང་སྲིད་ངོས་འཛིན་བྱེད་མ་ཆོག་པ་དེ་སླར་གསོ་གནང་རེད་དེ་སླར་གསོ་གནང་བ་དེ་ཏན་ཏན་གྱི་དགོས་པ་དང་དོན་ཁྱད་པར་ཅན་ཅིག་ཡོད་ཀྱི་རེད་བསམ་དྲན་གྱི་འདུག་ག་རེ་རེད་ཟེར་ན་ཞམ་ར་ཡང་སྲིད་ངོས་འཛིན་གནང་ད་སླར་གསོ་གནང་དེ་བསྟན་འགྲོའི་གྱི་དོན་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ད་ཁ་ཤས་ངས་དེ་འདྲའི་གོ་མྱོང་ཡོད་ངེས་ཆུང་ཆུང་ག་ད་དེ་ལྟར་ཅིག

དགའ་ཤོར་བ་ཅིག། དགོངས་པ་རྒྱ་ཆེན་པོ་བཞེས། དེ་ནས་ཡེ་ཤེས་ཀྱི་སྤྱན་གྱིས་གཟིགས་ནས། མཐའ་ཆོད་གནང་གི་རེད་མ་གཏོགས་ད་ག་ཟེ་མི་ཁ་ཤས་ཅིག་ཅིག་ཞུས་ནས་དེའི་ངོ་ལ་བལྟས་ནས། དེ་ནས་འདྲ་མི་འདྲ་གནང་གི་རེད་བསམ་བསམ་རོགས་ཅིག་ངས་དྲན་གི་མི་འདུག་གང་ལྟར་ཡང་ཞྭ་དམར་གྱི་ཡང་སྲིད་སླར་ཡང་ངོས་འཛིན་གནང་རེད་གནང་ནས། དེའི་ཅིག་ཡག་པོ་ཅིག་ཡོང་བ་ཅིག་དང། ཞྭ་དམར་གོང་མ་ཚོ་ནང་བཞིན་ཅིག་མཛད་འཕྲིན་རྒྱས་པོ་ཅིག་ཡོང་བ་ཅིག་དེ་འདྲ་ཅིག་གི་ཐུགས་བཞེད་དང་རེ་བ། ཤུགས་ཆེན་པོ་སྐྱོན་གནང་བ་རེད་ད་ཡིན་ན་ཡང། ད་བར་ལམ་གཅིག་ལ་ཡང་ང་རང་ཚོས་བསྟན་འགྲོའི་བར་ཆད་ཟེར་ན་ཡང་འདྲ། ད་གང་ལྟར། ཅིག། འདུས་བྱས་བསོད་ནམས་མེད་པ་ཟེར་ན་ཡང་འདྲ། ག། ད་གར་རྒྱུ་མཚན་སྣ་ཚོགས་ཅིག་གི་ཐོག་ནས་ད་ཞྭ་དམར་རིན་པོ་ཆེ་དེའི། དོན་ལ་ད་ག་ད་རྒྱལ་དབང་བཅུ་དྲུག་པའི་གི་ཐུགས་རེ་རྣམ་པ་ནང་བཞིན་ཅིག་བྱུང་ཡོད་རེད་བས་ཟེར་ན།

གལ་སྲིད་སྐམ་ཚང་ནང་གི་རྙོག་དྲ་འདི་སེལ་བར་བསམ་པ་ཡིན་ན། བདག་ཅིག་སྐད་ཆ་བཤད་ས་ཟེར་ན་འདྲ་འདུག་འདྲེས་པ་བྱེད་ས་འདྲ་པོ་དེ་གཞན་དག་སུ་ཡོང་མ་རེད་ད་ད་ཡེ་རྡོ་རྗེ་ཁོང་ལ་ཡང་འདྲེས་པ་མ་ཞུས་རང་ཞུས་ཟེར་མ་རེད་པས། རྗེས་འདྲེས་པ། ད་ཕྱོགས་གཅིག་ནས་བཤད་ས་མ་ཞུས་ན་མ་ཞུས་རང་ཞུས་རེད་བཤད། གང་ལྟར་དེ་འདྲའི་ཅིག་གི་གནས་སྟངས་རེ་བ་ཆགས་ཡོད་པས་ཡིན་དུས་ས་ནས།

ད་དེ་འཁྲུལ་པ་མེད་པ་ཞིག་དགོས་ཡག་དེ་གལ་ཆེན་པོ་ཞིག་ཆགས་བསྡད་འདུག་དེ་རྩོད་པ་ཅན་གྱི་ཆགས་སོང་ན་ང་ཚོ་བཀའ་རྒྱུད་པའི་རྩོད་པ་དེ་མུ་མཐུད་ནས་པའི་མི་རབས་རྗེས་མ་དེ་ཚོ་ལ་ལྷག་འགྲོ་བ་ཞིག་འདི་ཆགས་ཀྱི་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་ད། ང་ཚོའི་གི་ད་རིགས་ཀྱི་རྩོད་པ་འདི་མི་རབས་འདི་ལས་ཡག་པའི་མཇུག་འབྲས་ཐུབ་པ་ཅིག་གུག་འདུག་མ་གཏོགས་པའི་གི་མི་རབས་རྗེས་མ་དེ་ཚོ་ལ་མུ་མཐུད་ནས་དཀའ་ངལ་བཟོས། ད་དེ་ཚོ་ལ་མུ་མཐུད་ནས་པའི་རྩོད་པ་དེ་མུ་མཐུད་ནས། ག་ཤོ་ད་མི་རབས་རྗེས་མ་དེ་ཚོ་ལ་ཡག་པའི་ག་ཤོ་རེད། མ་མུ་མཐུད་ནས་འགྲོ་ཡག་བྱས་པ་ཡིན་ན་དཔེ་མི་སྲིད་པའི་ད་ཞབས་འདྲེན་ཆེན་པོ་ཞུ་ས་རེད་དེ་ནས་ཡིན་དུས་ས་ནས་ང་ཚོས་ངེས་པར་དུ་ཨོ་ན་པེ་ད་རྩོད་པ་མེད་པ་ཞིག་བཟོ་དགོས་འདུག་དེ་ནས་ཡིན་དུས་ས་ནས་ཞྭ་དམར་རིན་པོ་ཆེ་ཡང་སྲིད་དེ་འཁྲུལ་པ་མེད་པ་ཞིག་རྩོད་པ་མེད་པ་ཅིག་ངོས་འཛིན་ཞུ་ཐུབ་དགོས་ད་གལ་ཆེན་པོ་རེད། ད་དེ་ཡོང་བར་བྱས་པ་ལ་ཨོ་ན་པེ་ཁྱེད་གཅིག་བུས་ཀྱིས་ངོས་འཛིན་བྱས་པ་ཡིན་ན་ཡང་དེ་རྩོད་པ་ཅན་ཅིག་ཆགས་འགྲོ་ཡག་གི་ཉེན་ཁ་ཡོད་རེད་ང་གཅིག་བུས་ངོས་འཛིན་བྱས་པ་ཡིན་ན་ཡང་ཁྱེད་རྣམ་པ་ཚོའི་ཕྱོགས་གཏོགས་དེ་ཚོ་ཁས་ལེན་གི་མ་རེད་དེའི་རྒྱུ་མཚན་ལ་བརྟེན་ནས་ངེད་རྣམ་པ་གཉིས་མཉམ་དུ་ངོས་འཛིན་བྱས་ནས་ད་ངོས། རྩད་གཅོད་བྱས་ངོས་འཛིན་བྱས་དེ་འདྲ་བྱས་པ་ཡིན་ན། ཨ་ནི། རྩོད་པ་ཉུང་བ་འགྲོ་བ་ཅིག་དང། དེ་ནི་རྙོག་དྲ་ཉུང་བ་འགྲོ་བ་ཅིག་ཆགས་ས་རེད་དེ་འདྲ་ཞུས་ནས་ཨ་ནི་གོང་གི་དག་སྣང་ཅི་རེད་གསུངས་བྱས་ནས་ད་ཡི་གེ་འདི་འདུག་ཟེར་གྱིན་ཡོད་པ་རེད། ཡི་གེ་འདི་བྲིས་བྱས་ནས་ད། མ་འོངས་ད་ག་ནོད་འཛམ་བུ་གླིང་གི་ཐོག་ལ་ཁྱབ་བསྒྲགས་བྱས་བྱས་དུས་བསགས་ནས། ད་ཕན་ཚུན་གཉིས་ཀ་ལོ་གཅིག་གི་རྗེས་ལ་ཡང་བསྟུན་དགོས་ཡག་འགྲོ་བ་ཅིག་ཆགས་འདོད་ཡོད་པ་རེད། ད། ངེད་ཀྱིས་ནི་ལབ་ས་ལབ་ས་ང་རང་གིས་ག་རེ་དྲན་དྲན་བྱས་ཡ་མེད་དེ་ངེད་སྒྲུབ་ཅིག་ཁོང་གི་ཕྱོགས་ནས་ཡིན་ན་ཡང་ད་ཅིག་ག་རེ་གནང་གནང་སྒྲུབ་ཅིག་མེད་པ་བྱེད་བྱེད་ཁོང་གིས་ཅིག་གནང་དགོས་ཡ་བྱུང་བ་ཡིན་ན་ཞྭ་དམར་གྱི་ཡང་སྲིད་ལ་འབྲེལ་བའི་ཐོག་ནས་ཕྱག་ལས་གནང་དགོས་ན་དེ་ང་ལ་ཡང་ཅིག་བཀའ་མོལ་གནང་དགོས་ཡ་ཅིག་དང་ངེད་ཀྱི་ངོས་ནས་ཞྭ་དམར་གྱི་ཡང་སྲིད་དང་འབྲེལ་བའི་ལས་ཀ་ཅིག་བྱེད་དགོས་ན་དེ་ཡང་ཁོང་ལ་ཡང་བཀའ་དྲིན་ཞུ་དགོས་ཡ་སྒྲུབ་ཅིག་གང་ལྟར་ཕན་ཚུན་གཉིས་ཀ་བཀའ་མོལ་གནང་ཐག་གཅོད་མ་གནང་བ་ལ་ཡང་ན་རང་རང་སོ་སོའི་ངོས་ནས

དེ་རིང་ཡིན་དུས་ད་ལྟ་དེའི་སྐོར་དེ་རིན་པོ་ཆེ་ལ་སྙན་གསང་ཅིག་ཞུ་བཞག་ན་བསམ་དྲན་སོང་གང་ཡིན་ཟེར་ན་ད་སྤྱི་བཏང་རིན་པོ་ཆེ་ལ་ཅིག་ཏུ་བ་འདྲ་མི་འདྲ་ཞུ་ཉེན་དེ་འདྲས་ཡོང་སྲིད་གི་རེད་ད་དེ་འདྲས་ཞུ་མཁན་ཡོད་མེད་ལ་མ་ལྟོས་པ་ང་རང་གི་ད་སེམས་ཚོད་ངོ་མ་ག་རེ་ཡིན་པ་དམིགས་ཡུལ་ངོ་མ་ག་རེ་ཡིན་པ་དེ་རིན་པོ་ཆེ་ལ་ཡང་སྙན་གསང་ཞུ་དགོས་ཡ་དེ་གལ་ཆེན་པོ་རེད་སྤྱིར་ནས་རིན་པོ་ཆེ་ངེད་ཀྱི་བླ་མ་ཆགས་བསྡད་ཀྱི་ཡོད་རེད་སྒྲུབ་བརྒྱུད་ཀརྨ་ཀརྨ་ཚང་གི་ད་བསྟན་པའི་སྲོག་ཤིང་ཆགས་བསྡད་ཀྱི་ཡོད་རེད་བསྟན་པའི་བདག་པོ་ལྟ་བུ་ཆགས་བསྡད་ཀྱི་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་ད་བྱམས་མགོན་རིན་པོ་ཆེ་རེད།

ཞི་བ་ཅིག་བྱས་བསྡད་ཀྱི་ཡོད་ཟེར་བ་དེ་ཕན་གྱི་མི་འདུག་ང་རང་གི་དམིགས་ཡུལ་ག་རེ་ཡིན་པ་ང་རང་གི་བསམ་ཚུལ་ག་རེ་ཡིན་པ་དེ་རིན་པོ་ཆེ་རྣམ་པ་གཉིས་ལ་ཞུས་ཨ་ནི་རིན་པོ་ཆེ་རྣམ་པ་གཉིས་ཀྱིས་ཀྱང་དུ་ངོས་སྐྱབས་འཇུག་གནང་དེ་འདྲས་བྱས་པ་ཡིན་ན་ཨ་ནི་ལས་དོན་དེ་ཡག་པོ་ཅིག་འགྲུབ་ཐུབ་ཡག་རེད་པ་དེ་འདྲས་ཅིག་གི་རེ་བ་ཅིག་ཡོང་ས་རེད་བསམ་བསམ་རུང་ཞིག་དེ་འདྲས་ཞིག་འདུག་དེ་ནི་དེའི་ཕྱོགས་ལ་རིན་པོ་ཆེ་ལ་ཞུ་ཡག་གཅིག་ལ་ག་འདྲས་ཟེར་ན་སྤྱི་བཏང་གི་ངོ་མ་ངའི་གོ་ཐོས་ཡིན་ད་གོ་ཐོས་ལ་དེ་ནི་རྒྱལ་དབང་བཅུ་དྲུག་པའི་དགེ་དེ་ནི་བྱམས་པ་རིན་པོ་ཆེ་ཡང་སྲིད་ངོས་འཛིན་གནང་པའི་ཁ་ཐུག་ཏུ་བ་ལ་ཡ་ཨ་ནི། ད་ཅིག་ཡང་དཔའ་བོང་ཚང་སོང་བར་དཔའ་བོང་ཚང་གི་མི་འདྲ་བ་ཁ་ཤས་མི་རྒན་པ་ཁ་ཤས་དང་ཡང་སྡེ་དགེ་གི་མི་ཁ་ཤས་ཀྱིས་བསམ་སྤྱི་ལྟའི་ཅིག་བསམ་ཚུལ་དེ་ཅིག་མི་འདྲ་བ་དེ་འདྲ་བྱུང་བ་རེད་ཟེར་དེ་འདྲ་གོ་མྱོང་ཡོད། ག་རེ་ཟེར་ན་ད་ལོ་བརྒྱ་དང་བདུན་ཅུ་ལྷག་ཙམ་གྱི་རིང་ལ་ཡ་བྱམས་པ་རིན་པོ་ཆེ་ཡང་སྲིད་ཟེར་དེ་མེད་པ་ཆགས་ཡིན་པ་རེད། དེ་འདྲ་ཡིན་དུས་སམ་ད། སྒྲ་མ་སྦས་པའི་འོག་ལ་ཡང་དེ་ནི་སི་ཏུ་རིན་པོ་ཆེ་འདི་དག་གལ་ཆེ་ཤོས་ཅིག་བླ་མ་གལ་ཆེ་ཤོས་མཛད་འཕྲིན་རྒྱས་ཤོས་ཀྱི་ཕྱག་ཡིན་པ་རེད། དེ་ནས་ལྷག་པར་དུ། སི་ཏུ་པཎ་ཆེན་གྱི་དཔའ་བོང་གི་གདན་ས་ཕྱག་བཏབ་ནས། དེ་ནས་ཅིག་ཀམ་ཚང་གི་གདན་ས་གལ་ཆེ་ཤོས་ཀྱི་ཕྱག་བཏབ། དགོན་ལག་ཡིན་ན་ཡང་མང་པོ་ཞུ་རྒྱུ་བྱུང་བྱས་ནས་ད་ག་ལྟར་ཀམ་ཚང་གི་གདན་སའི་ནང་ལོགས་ནས་ཤུགས་རྐྱེན་ཆེ་ཤོས་ཅིག་གལ་ཆེ་ཤོས་ཀྱི་ཕྱག་ཡོད་པ་དེ་དངོས་ཡོད་གནས་ཚུལ་རེད། དེའི་རྒྱུ་མཚན་ལ་བསྟན་ཡོད་དུས་སང་ད་ཡང་ཁོ་ཅིག་མི་ཚང་མ་ལོགས་ལ་ཡང་རང་སོ་སོ་ཅིག་ཁ་ཕོ་རུས་ཟེར་ན་ཡང་འདྲ་འདུག་ཡང་ཅིག་ཞེན་ཁོག་ལ་བྱོར་བ་དེ་ཡོད་དུས་སང་ད་ནི་ཡང། ད་ལོ་བརྒྱ་དང་བདུན་ཅུ་རྩ་ལྷག་ཙམ་གྱི་རིང་ལ་ཞྭ་དམར་རོམ་བྱེད་ཡང་སྲིད་མེད་པ་བྱས། དེ་ནས་གློ་བུར་དུ་ཟེར་ན་འདྲ་འདུག། སླར་ཡང་དེ་ཞྭ་དམར་རོམ་བྱེད་ཡང་སྲིད་དེ་ངོས་འཛིན་བྱས་ཡོང་དུས་བསམ་ན། ཨོ་ད་དེ་ང་ཚོ་རྐང་ཚོ་དཔའ་བོང་ཚང་ལ། གར་ཞོར་འདིར་ནས་ཅིག་ངོས་འཛིན་གནང་སོང་བསམ་བསམ་རོམ་བྱེད་ང་ཚོ་དཔའ་བོང་ཚང་གི་མགོ་ལ་རྒྱག་རོམ་བྱེད་དེ་འདྲ་ཅིག་རེད་འདུག་བསམ་བསམ་རོམ་བྱེད་དེ་འདྲའི་བསམ་བློ་གཏོང་མཁན་དེ་འདྲའི། བྱུང་ཡོད་ས་རེད་ང་རང་དེ་འདྲའི་གོ་སོང། ང་རང་གི་སྡུག་བསྔལ་ཚོད་དཔག་བྱས་པ་ཡིན་ན་བྱུང་ཡོད་སྲིད་པ་རེད་བསམ་དྲན་གྱི་འདུག་ཅི་ལྟར་ཁོ་མི་སོ་སོ་ལ་བསམ་པ་གསུམ་བཅུ་བསམ་པ་སོ་སོ་ཡོད་པ་ཡིན་དུས་དེ་ཡོང་སྲིད་གི་ར་ད་ཆོག་ཅིག་ན་ཁག་ཡག་མ་ར་ད་ཡིན་ན་ང་རང་གིས་སེམས་ཚུལ་ཞུས་པ་ཡིན་ན་སྤྱི་བཏང་གི་དེ་ནས་དམ་འབུལ་ཞུས་པ་ནང་བཞིན་གྱི་ཞྭ་དམར་སྐུ་མགྲོན་བཅུ་བ་དེ་ནི་སི་ཏུ་པཎ་ཆེན་གྱི་སྐུ་ལས་མང་པོ་བསྐྱོན་སི་ཏུ་པཎ་ཆེན་གྱི་རང་རྣམ་ནང་ལ་གསལ་པོ་ཡོད་རེད་ཀ་ཐོག་རིག་འཛིན་གྱི་རྣམ་ཐར་ནང་ལ་གསལ་པོ་ཡོད་རེད་ད་སྐུ་ལས་མང་པོ་བསྐྱོན།

སུ་འདུག་པདྨ་དབང་ཕྱོགས་ལ་དད་པ་ག་འདྲས་ཡོད་པ། མོས་གུས་ག་འདྲས་ཡོད་པ་དེ་རིན་པོ་ཆེ་མཁྱེན་མཁྱེན་པར་བྱེད། དེ་འདྲས་ཡིན་དུས་སང་ཟླ་འདིའི་སི་ཏུ་རིན་པོ་ཆེ་མགོ་ལ་རྒྱ་གཅིག་གིས་དེ་འདྲས་གཅིག་གིས་དེ་འདྲས་པས། ཞྭ་དམར་རིན་པོ་ཆེ་ཡང་སྲིད་ངོས་འཛིན་ཟེར་ཡ་ད་པེ་ད་ཡོང་མི་སྲིད་པ་འདྲ་བ་ཅིག་ད་དེ་པས་ང་རང་ཚོ་རྨོངས་པས་ཐུབ་ནས། སྒྲིབ་པས་སྒྲིབ་ནས་ད་ག་འདྲས་ཀྱིས་རེད་གསུངས་ཡོད་ན་དེ་འདྲས་ཀྱི་པས། གར་ཤོར་ཅིག་འཚོ་བ་འདྲ་བ་ཅིག་བྱུང་ཡོད་སྲིད་པ་རེད་མ་གཏོགས་པས་ཀྱི་དངོས་ཡོད་གནས་ཚུལ་དོར་དེ་ཡོང་མི་སྲིད་པ་འདྲ་ཅིག་རེད། ད་ནང་བཞིན་ད་ལྟའི་ཀྱི་གནས་སྟངས་ཀྱི་དབང་དུ་བྱས་པ་ཡིན་ན་ཡང། ང་རང་སྒེར་གྱི། གར་ཤོར་བའི་ཅིག་བསམ་ཚུལ་བྱས་ན་ཡང་འདྲ། ད་ནང་བཞིན་ཚུར་བུ་ལབ་རང་གི་བསམ་ཚུལ་བྱས་ན་ཅི་ད་འདི་འདི་འདྲའི་གི་གནས་སྟངས་ཐོག་ངས་ཚུར་བུ་ལབ་རང་མི་འདི་ཚོ་ལ་སྐད་ཆ་དྲིས། དེ་ཚུལ་གྱི། ང་ཚོ་ལ་ང་ལ་བསམ་འཆར་སྤྲད་དེ་འདྲས་བྱས་ཡ་དེ་བྱས་ཞེ་དྲག་མེད་གཙོ་བོ་གཙོ་བོ་དེ་སོ་སོ་རང་གི། བསམ་བློ་དང་ལས་ཀ་བྱེད་ཀྱི་ཡོད་མ་གཏོགས་པའི་ཚུར་བུ་ལབ་རང་གི་མི་འདི་ཚོ་ལ་སྐད་ཆ་དྲིས། མི་རྙིང་པ་དག་དག་ཟ་བ་ག་རེ་ཡིན་ན་འདི་ཚོ་ལ་སྐད་ཆ་དྲིས་ག་རེ་བྱས་ན་དགའ་ས་རེད་ག་འདྲས་བྱས་ན་ཡག་ས་རེད་དེ་འདྲའི་སྐད་ཆ་དེ་འདྲས་ཞེ་དྲག་དྲིས་མྱོང་མེད་གཙོ་བོ་སོ་སོ་རང་ཉིད་ཀྱི་ད། བསམ་ཚུལ་གྱི་ཐོག་ནས་འགྲོ་དགོས་ཡ་གཅིག་དང། དེ་ལ་ཡང་མི་གཞན་དག་གི་ཅིག་བསམ་ཚུལ་མ་འདྲེས་པ། མི་གཞན་དག་གི་ཅིག་ཆབ་སྲིད་མ་འདྲེས་པ་གོ་ཡ་དེ་གལ་ཆེན་པོ་ཡིན་དུས་སམ། གཙོ་བོ་སོ་སོ་རང་ཉིད་ཀྱི་བསམ་བློ་གཏང་གི་ཡོད། དེ་འདྲ་ཡིན་དུས་སམ་ནི་ཡིན་ན་ཡང་ད་ང་རང་གི་འདུག་ས་པ་ང་རང་གི་ཧ་གོ་ས་ང་རང་གི། ཤེས་ས་ལ་ནི་དེ་འདྲས་ཀྱི་བེ། སི་ཏུ་རིན་པོ་ཆེ་དང་དཔའ་བོང་ཚང་མགོ་ལ་རྒྱག་ཆེད་དུ་ཞྭ་མ་རུབ་ཀྱི་ཡང་སྲིད་ངོས་འཛིན་བྱས་བ་རེད་ཟེར་མཁན་དེ་འདྲས་ཀྱི་བསམ་བློ་གཏོང་མཁན། ངས་ནི་རྩ་བ་ཉིད་ནས་མཐོང་མ་སོང་རྩ་བ་ཉིད་ནས་གོ་མ་སོང། དེ་འདྲས་ཡིན་དུས་ཡང་དེ་ཚོའི་སྐོར་དེ་ཚོ། ཡང། རིན་པོ་ཆེ་གིས་མཁྱེན་དགོས་ཡ། མཁྱེན་མཁྱེན་གྱི་རེད་ལ་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་འགྲུབ་ཀྱི་རེད་བསམ་དྲན་གྱི་ཡོད། ག་རེད་ཟེར་ན་ཡང་དེ་འདྲས་པའི་ཞུ་མཁན་དེ་འདྲས་ཡོང་སྲིད་ཀྱི་རེད། དེ་འདྲས་ཀྱི་པའི། Graduate། ཀྱི། འཆར་གཞི་དང་དེ་འདྲས་ཀྱི་བསམ་བློ་ཁོ་རང་རྩ་བ་ཉིད་ནས་ཡོད་མ་རེད་དཀོན་མཆོག་དཔུང་ཚོགས་ཀྱི་ཐོག་ནས་དེ་འདྲས་ཀྱི། བསམ་བློ་གཏོང་མཁན་ང་རང་ལ་མེད་ལ་མི་གཞན་དག་ལ་ཡོང་སྲིད་ཀྱི་མ་རེད་བསམ་དྲན་གྱི་འདུག་ད། ཡོད་སྲིད། དེ་འདྲས་ཀྱི་བསམ་བློ་གཏོང་མཁན་ཡོད་པ་ཡིན་ན་ད་ཁོ་རང་ལས་ངན་ཁོ་རང་སྒྲིབ་པ་ཆེ་ཁོ་རང་སྡིག་པ་ཆེ་བ་རེད་མ་གཏོགས་པའི་དེ་ལ་ཡག་བྱེད་མཁན་དང་དེ། ཡག་པོ་འདུག་ཟེར་གྱི། དེ་ལ་རྒྱབ་སྐྱོར་བྱེད་མཁན་བཅས་སུ་ཡི་རངས་བྱེད་མཁན་ཨ་ཕ་ཆེ་མི་སྲིད་པ་འདྲ་པོ་ཆེ། གཞན་དག་ག་རེ་ཡིན་ནམ་ནི་ངས་ནི་བྱེད་ཐུབ་ས་མ་རེད། དེ་འདྲ་ཡིན་དུས་ཡང་དེའི་གནས་སྟངས་དེ་ཡང་ད་རེས་ཅིག་གསལ་པོ་ཅིག་མ་ཞུས་ན། ཡང་མཚམས་མཚམས་ད་དེང་སང་དུས་ངན་པ་ཡིན་དུས་སང་ནི་ད་མི་དེ་ཚོས་ད་དྲི་བ་ཆེ་སྡིག་པ་ཆེ། བསམ་རྒྱུ་མང་དྲན་རྒྱུ་མང་དེ་འདྲ་བྱས་ཡོང་དུས་སང་ཡང་ཡར་བཤད་མར་བཤད། ཡང་རིན་པོ་ཆེ་ལ་ཞུ་མཁན་མང་པོ་ཡོང་སྲིད་གི་རེད་ཡང་དེ་འདྲས་བྱུང་པ་ཡིན་ན།

ཅིག་གིས་ཡང་ང་རང་ཚོ་ད་ལྟ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་རྣམ་པ་གཉིས་རེད་ཨ་ད་ནི་ང་རང་ཚོ་རྣམ་པ་གསུམ་དེ་ཡང་མི་མཐུན་པ་འགྲོ་པ་ཅིག་ཐུགས་སུ་ཆགས་ཡོང་ན་ཡང་དེ་དེའི་སྒང་ལ་སྡུག་ཐོག་སྡུག་ཤག་ཆགས་ཡོང་ད་དེ་ནི་ང་ཚོ་ཚང་མ་ལོ་ན་མི་དགོས་ཡག་འགྲོ་པ་ཅིག་རེད་ང་རང་སྐད་ནང་རྒྱུན་དུ་དྲན་གྱི་ཡོད། དེ་འདྲ་ཡིན་དུས་ས་ནས་ངས་རིན་པོ་ཆེ་ལ་མ་བརྩིས་པ་དང་རིན་པོ་ཆེ་ལ་ཅིག་བླ་མ་ལ་བླ་མ་ལ་བླ་མར་མ་འཛིན་པ་འདྲ་བོ་དེ་འདྲའི་རྩ་བ་ཉིད་ནས་མིན། ད་གཙོ་བོ་དེ་གང་ལྟར་རྙོག་དྲ་དེ་མ་བྱུང་ན་དགའ་གི་རེད་བསམ་དྲན་གྱི་འདུག། ཨ་ལྷག་པར་དུ་མ་འོངས་པ་ལ་ཡག་ད་ཅིག་རྒྱ་བ་ཡབ་སྲས་ཀྱི་ཡང་སྲིད་དེ་ཚོ་ལ་ཡང་ཚང་མ་ལ་རྙོག་དྲ་བྱུང་ན། ང་ཚོ་དཔེ་ཟ་གི་རེད་བསམ་དྲན་གི་འདུག་སྐར་མ་པ་ལ་རྙོག་དྲ་བྱུང་ཚར་བ་རེད་ད་དེ་ནས་འཇམ་མགོན་ནས་གཉིས་ཆགས་ཚར་རེད་ད་མ་འོངས་པ་ལ་ཡང་ཨ་ནི་ཅི་ཞིག་ཅིག་སི་ཏུ་རིན་པོ་ཆེ་ཀྱི་ཡང་སྲིད་གཉིས་སེ་ཨ་ར་བ་རྒྱ་བཟའ་རིན་པོ་ཆེ་ཡང་སྲིད་གཉིས་སེ་ཨ་ར་བ་ཅིག་ད་ཡོང་མི་སྲིད་པ་མ་རེད་དེ་དེ་རིང་ད་ཁོ་བོ་ཡང་སྲིད་ཅིག་བྱུང་ཚར་བའི་ཞུ་བ་ལ་བདེན་པ་ཡིན་ན་རྫུན་མ་ཡིན་ན་ཁོས་གནོད་བསྡད་འདུག་བ། དེ་གི་རྙོག་དྲ་ཅིག་ཆགས་བསྡད་འདུག་དེ་ནི་འདུན་ས་དང་དེ་རིང་ཅིག་མི་ཡོང་ཡག་གི་ཐབས་ཤེས་དེ་ད་ལྟ་ནས་བསམ་བློ་གཏོང་དཀའ་ཡག་ཅིག་དང། ལང་ཀ་དེ་ད་ལྟ་ནས་བཟོ་དགོས་ཡག་དེ་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་བསམ་དྲན་གྱི་འདུག་དེ་རིང་ད་ངས་ཁ་མང་པོ་སྐད་ཆ་མང་པོ་རེ་ཆགས་སོང་དེ་དང་དོན་དག་རྡོག་རྡོག་དེ་ངས་མང་པོ་ཞུ་དགོས་ཡག་རྒྱུ་མཚན་དེ་རིན་པོ་ཆེ་གི་ཐུགས་ལ་ཡག་འཁྲུལ་པ་ཡོང་སྲིད་གི་མ་རེད་ལ། ད་དེ་རིགས་ཀྱི་འཁྲུལ་པ་མི་ཡོང་བའི་ཆེད་དུ་ད་ང་རང་ངོས་ནས་འགྲེལ་བཤད་གང་ཐུབ་ཐུབ་ཐུབ་ཞུས་པ་ཡིན་དེ་འདྲ་ཡིན་དུས་རིན་པོ་ཆེ་མཁྱེན་པའི་བདག་པོ་ཡིན་དུས་ས་ནས་མང་པོ་ཞིག་ཞུ་མ་དགོས་པ་བྱས་བྱས་རིན་པོ་ཆེ་གི་མཁྱེན་བཞིན་པ་དང་གཟིགས་བཞིན་པ་དང་དགོངས་བཞིན་པ་དེ་འདྲ་རེད་དེ་འདྲ་ཡིན་དུས་ས་ནས་ད་ད་དོན་དེ་རིན་པོ་ཆེ། ང་ཚོ་སྔོན་མ་ཞུས་པ་ནང་བཞིན་གཙོ་བོ་དང་སྐུ་ཚེ་བྱ་བའི་སྡེ་ཡང་གལ་ཆེན་པོ་རེད། ཨ་ནི་དུས་ཐོག་ཏུ་ལྟ་ཅི། བརྟག་དཔྱད་གནང་ཡག་རེད་འཕྲོད་བཞེས་གནང་ཡག་རེད་དེ་གའི་ཚང་མར་དུས་ཐོག་ཏུ་གནང་དགོས་པ་དེ་གལ་ཆེན་པོ་རེད། ཨ་ནི་བདག་གིས་གོང་དུ་ཞུས་པ་ནང་བཞིན། རྒྱལ་དབང་བཅུ་དྲུག་པའི་གདའ་ཐོག་གི་སྲས། བདག་ཁྱེད་རྣམ་པ་གཉིས་མ་གཏོགས་ད་ལྟ་ལྷག་མི་འདུག་དེ་འདྲའི་རྒྱུན་བཟང་ནས། བདག་ཁྱེད་རྣམ་པ་གཉིས་ད་སྐར་མ་སྐར་མཚམས་བསྟན་པའི་སྲོག་ཤིང་ཟེར་ན་བསྟན་པའི་སྒྲོན་མེ་ཟེར་ན་བསྟན་པའི་བདག་པོ་ཟེར་ན། བསྟན་པའི་གཙུག་རྒྱན་ཟེར་ན་གང་ལྟར་ཡང་ད་གར། གར་ཤོར་ཅི་མཛད་གང་མཛད་ཟེར་མ་ཐག་བདག་དེ་ཁྱེད་རྣམ་པ་ཆགས་འདི་ཡོད།